ཚང་མ་བཀྲ་ཤིས་བདེ་ལགས། ང་དགའ་ཕ་ལམ་ཡིན། ཞོ་ནི་ཡིན་ན་ང་རང་གི་ཉེ་ལམ་གསར་དུ་བྲིས་ནོ་གི་རང་རྩོམ། སའི་གོ་ལའི་སྟེང་གི་སྐར་མ་དང་ཨ་ཕ་ཞིག་གི་མིག་ཆུ་སའི་གོ་ནོ། ལྷུག་རྩོམ་འདི། རྣམ་པ་ཚང་མ་བོ་ཉལ་མི་གཅིག་གྱུར་བརྗོད་བྱ་དེ་ཡིན་ན། ཚང་མ་བོའི་རང་གི་ཁམས་དང་མི་བ་བཞིན་དུ། ཉམས་སུ་བཞེས་རོགས་ཞུ། སའི་གོ་ལའི་སྟེང་གི་སྐར་མ་དང་ཨ་ཕ་ཞིག་གི་མིག་ཆུ། ཆུང་མ་རྙེད་སོང། བུ་མོའང་རྙེད་སོང། མཚན་མོའི་ཁེར་རྐྱང་དང་ལྷིང་འཇགས། མིག་ཆུ་རབ་རིབ་བླངས་ནས། ངས་སའི་གོ་ལའི་སྟེང་གི་སྐར་མར་བལྟས་པ་ཡིན། སའི་གོ་ལའི་སྟེང་གི་སྐར་མ་ནི་ནམ་རྒྱུན་ང་ཚོས་ས་ངོས་ནས་མཐོང་བའི་ནམ་མཁའི་སྐར་ཚོགས་ཁྲ་ཆིལ་བ་དེ་དག་མ་ཡིན་པར། གནམ་འོག་གི་ཕ་མ་ཡོངས་ཀྱི་ཁྲ་ཆུང་མིག་ལ་འཚེར་བ། གཡའ་ཆུང་སེམས་སུ་འཚེར་བའི་སྐར་མ་འོད་ཆེན་ཞིག་ཡིན། སྐར་མ་འོད་ཆེན་ལྟ་བུའི་བྱིས་པ་རེ་རེ་དང། ཡང་ན་དེ་དག་གི་ལས་དབང་དང་གཏམ་དུ་འདྲ་བའི་རྒྱ་གར་གྱི་གློག་བརྙན་ཞིག་རེད། དེའི་ཚོད་གསལ་བོ་ཞིག་མི་དྲན་མོད། དེ་ནི་ཕལ་ཆེར་གནའ་ནང་གི་ལྟ་ཚུལ་ཅིག་ཡིན་པ་འདྲ། ངས་སའི་གོ་ལའི་སྟེང་གི་སྐར་མ་ཞེས་པའི་གློག་བརྙན་དེའི་ཁྱབ་སྒྲོག་སྦར་རིས་དྲ་ལམ་ནས་མཐོང་མྱོང། དེ་དུས་འདི་ལ་དམིགས་བསལ་གྱི་དོན་སྣང་ཅི་ཡང་སྤྲད་མེད། རྒྱུ་མཚན་རང་གི་མིག་སྔའི་ལས་ཀ་དང་དགའ་ཕྱོགས་ལ་ཐད་ཀར་དུ་འབྲེལ་བ་མེད་པས་ཡིན་ཡང་སྲིད། གང་ལྟར་ཉེ་བའི་ལོ་ངོ་འདི་དག་གི་རིང་ལ། མི་ཚེ་ནི་ཉམས་མྱོང་ཐེངས་གཅིག་ཡིན་ཟེར་བའི་སྐད་ཆ་འདི་ལ་ང་རང་ཧ་ཅང་དགའ་ཞིང་འཐད་ལ། རང་གི་མི་ཚེའི་མྱོང་བ་དངོས་དང་འབྲེལ་ནས་ངེས་ཤེས་ཅུང་ཟབ་མོ་ཞིག་སྐྱེས་ཡོང་གི་འདུག་རང་ཉིད་འཇིག་རྟེན་གྱི་ཨ་ཕ་ཞིག་ཏུ་གྱུར་བ་ནི་ཨ་ཕར་མ་གྱུར་ཡར་སྔོན་གྱི་མ་སྨིན་པའི་བསམ་བློ་དང་ཆ་འཇོག་མེད་པའི་སྐད་ཆ་དེ་དག་དྲན་ན། མཚམས་ལ་ལར་རང་གིས་རང་ལ་མཁོ་རྒུ་ལ་བཏང་ནས་འཆོར་ཞིང་ངོ་གདོང་གི་དཀའ་བཤེར་གཅིག་ཏུ་ཚ་བར་བར་གྱི་འགྲམ་ལྕག་ཅིག་བཞི་པ་དང་འདྲ་བར་སྡོད་མི་ཚུགས་པའི་སྐབས་ཡང་ཡོད། ཡིན་ནའང། དུས་འདི་ནས་བཟུང་ང་ནི་རང་གི་བུ་མོའི་འཚར་ལོངས་ཀྱི་གོ་རིམ་ནང་གི་འཕོ་འགྱུར་རྐྱེན་པའི་ཆ་ཤས་རེ་རེར་སེམས་ཞིབ་མོས་འཇུག་མཁན་གྱི་བྱིས་པའི་གཟུ་བོ་ཞིག་ཏུ་གྱུར། འགྱུར་ལྡོག་འདིའི་དབང་གིས་མཚམས་མཚམས་སུ་ངས་རང་དང་འདྲ་བའི་བོད་པའི་མི་རབས་སྔོན་མ་དག་གི་འཚར་ལོངས་ཀྱི་བརྒྱུད་རིམ་ལ་ཤེས་རྟོགས་དང། འཛམ་གླིང་ནུབ་ཕྱོགས་ཀྱི་རྒྱལ་ཁབ་ཁག་གི་ཕྱིར་འགྱངས་ཀྱི་རྣམ་པ་དང་མ་དངུལ་རོལ་རྩེད་ཀྱི་གོ་རིམ། དཔེ་དེབ་སོགས་ལ་དངོས་སུ་མྱོང་རོལ་དང་ཟུར་ལྟ་བྱས་པ་ཡིན། ལྷག་ཏུ་བོད་ཀྱི་བྱིས་པའི་སློབ་གསོ་ལ་ཕྱར་བ་གྲུ་འདེགས་ཀྱི་དཀའ་སྤྱད་དང་འབད་འབུངས་བྱེད་བཞིན་པའི་དམིགས་ངེས་འབྲེལ་ཡོད་ཀྱི་མི་སྣ་ཁ་ཤས་དང་མི་སྣ་དེ་དག་གི་ཞབས་ཕྱི་ལ་དམིགས་བསལ་གྱི་དོ་སྣང་བྱས་དང་བྱེད་བཞིན་ཡོད། ཉིན་དེར། བོད་ཀྱི་བྱིས་པའི་སློབ་གསོའི་ཕྱོགས་ལ་འབད་འབུངས་ལྷོད་མེད་བྱས་ཏེ་རྒྱལ་ཁ་དང་གྲུབ་འབྲས་གཟུངས་སུ་ཐོན་པའི་གྲོགས་པོ་གླིང་ཚང་བསོད་ནམས་རྡོ་རྗེ་ལགས་ཀྱི་དབྱེ་བསྒྱུར་ལས། ངས་ཡང་བསྐྱར་སའི་གོ་ལའི་སྟེང་གི་སྐར་མ་ཞེས་པའི་གློག་བརྙན་དེའི་ཁྱབ་བསྒྲགས་པར་རིས་མཐོང་སོང། ཁོས་གློག་བརྙན་འདི་ཡིག་བསྒྱུར་དང་མཚམས་སྦྱོར་ཤེས་ཤིང། འདི་ལ་མི་གང་མང་གི་དཀའ་སྡུག་གི་སྔལ་ཆད་མང་དུ་བཏང་བ་མཐོང་འཕྲལ། རང་གི་ཆ་ལུས་ལ་རྩེ་གཅིག་གི་འདུན་པ་ཟབ་པའི་མི་ཞིག་ལ་མཚོན་ན། དེ་ལྟར་རང་གི་ཆ་ལུས་དང་འདྲ་བའི་ལས་དོན་གང་ཞིག་མཉམ་སྤྱོད་བྱེད་པ་ལ་དམིགས་བསལ་གྱི་དགོས་པ་དང་དགོངས་གཞི་བླ་ལྷག་ཡོད་སྙམ་སྟེ་དེ་མ་ཐག་ང་ལ་གློག་བརྙན་འདིར་ལྟ་འདོད་ཀྱི་འདུན་པ་འགོག་མེད་ཅིག་སྐྱེས་སོང། ཕྱིས་སུ། ཆུང་མ་མར་མེ་གཉིས་ཀ་གཉིད་དབྱེར་རྗེས་ཀྱི་མཚན་མོ་ཞིག་ལྷིང་འཇགས་ཀྱི་གོ་སྐབས་སྤྱད་ནས། ངས་ཁོ་ཚོས་བསྒྱུར་བའི་བོད་སྐད་ཀྱི་གློག་བརྙན་འདིར་བལྟས་པ་ཡིན། ཡུལ་ཕངས་པ་ཞིག་ལ་སྐད་འཕྲིན་གྱི་སྦྲེལ་ཐག་དེ་ལས་ཐད་ཀར་བལྟས་ན་མཉན་ཡོད་རབ་རིབ་དང་མག་མོག་ཅིག་ལས་ཡོངས་སུ་གསལ་དག་ཚོང་བ་ཞིག་འཆར་མི་ཐུབ་པས་ཚོར་བའི་གཏིང་རིམ་དུ་བསྙབས་པ་དང་ལུས་ཀྱི་རགས་ཟུག་ལ་འཁྲིག་པ་ལྟ་བུའི་བློ་ཡིད་ཚིམ་པ་ཞིག་མ་བྱུང། ལྟེ་བའི་མཐའ་མཇུག་ལྔའི་དྲ་ལམ་ནི་སའི་གོ་ལའི་སྟེང་གི་སྐར་མ་ཞེས་པའི་མར་བརྙན་ལ་བལྟས་པ་ཡིན། དེ་ནི་སྐད་རིགས་ཟེར་བའི་མི་དང་མིའི་བར་གྱི་འབྲེལ་འདྲིས་ཀྱི་ཡོ་བྱད་གལ་ཆེན་འདི་དང་རིག་གནས་ཀྱི་བརྡ་རྟགས་ཁྱད་པར་བ་ལ་བརྟེན་ནས་མཐོང་བའི་གནའ་བོའི་མི་རིགས་ཤིག་གི་བསམ་བློའི་སྒེའུ་ཁུང་ནང་གི་སའི་གོ་ལའི་སྟེང་གི་སྐར་མ་ཡིན། གློག་བརྙན་འདིར་ལོ་ན་བརྒྱད་ལ་སོན་པའི་བྱིས་པ་ཆུང་ཆུང་གཡུ་ཕྱི་ནི་ཁ་དོག་རྣམ་པར་བཀྲ་བའི་ཕྱི་རོལ་གྱི་འཇིག་རྟེན་ལ་ངོ་མཚར་དང་སྤྲོ་སྣང་གིས་ཁེངས་ཤིང། མཚར་སྣང་གིས་ཁེངས་པའི་འཇིག་རྟེན་ནི་མི་ཞིག་གི་ནང་སེམས་ཀྱི་ཁྲ་ཁྲ་དང་གློ་བུར་བའི་དྲི་མ་དང་འདྲ་བས། དེ་ལ་མངོན་སུམ་དང་ལྐོག་གྱུར་གྱི་ཆ་མང་བོ་ཞིག་ཡོད་པ་ནི་སྨོས་མ་དགོས། ཡིན་ནའང་ཡེ་ཤེས་ཀྱིས་ཐབས་བརྒྱ་ཇུས་སྟོང་གིས་རང་གི་བསམ་བློ་དང་བྱ་ཐབས་སྤྱད་ནས་ཕྱི་རོལ་ལ་འགྲེལ་འདྲིས་དང་རང་བྱུང་ཁམས་ཀྱི་དངོས་བྱ་དངོས་ཡོད་ཀྱི་རང་བཞིན་དང་ཕུན་ཚོགས་མཚར་སྡུག་རེ་རེ་ཉམས་སུ་མྱོང་གིན་ཡོད། ཕ་མ་དང་དགེ་རྒན་དག་གི་མིག་ལམ་ན་བུ་ཆུང་ངུ་ཡི་ཤི་ནི་དེ་ལས་ལྡོག་སྟེ་གནས་མལ་སྙོམས་ཞེན་དང་བརླན་པ་ཁ་ནག་ཅིག་ཡིན་པས། མཐའ་མཇུག་བུ་ཆུང་ངུ་ཡི་ཤི་ཡང་ཨི་ཐུག་ཐབས་ཟིན་ངང་རང་གི་ཞེན་ས་ཆགས་ཡུལ་གྱི་གོ་ཁ་དྲོ་མོ་དང་ཁ་བྲལ་ནས་རྒྱང་རིང་གི་བྱ་རྡོ་ལྷོབ་ཆུང་ཞིག་ཏུ་བཅར། འཇིགས་འདྲའི་ཐོབ་སྐལ་བཟང་བའི་ཡིད་བཞིན་གྱི་བུ། ཨ་ཕའི་ཆེ་མཐོང་དང་ཨ་མའི་བྱམས་བརྩེའི་ཀློང་ན། དགེ་རྒན་གྱི་གཟིགས་སྐྱོང་དང་ལྷོ་བྲག་གི་མཛའ་བརྩེའི་བར་ན། སྔར་བཞིན་ཀ་ར་བུར་མི་ལྟ་བུའི་བདེ་སྐྱིད་ཅན་འཚོ་བའི་ངར་ཁའི་དྲི་བཞོན་བྱས། སྤྱི་ཚོགས་ཧྲིལ་བོ་ཞེས་པའི་རེ་བ་དང་ཕུགས་བསམ་རྨི་ལམ། འཇོན་མི་གཅིག་ཁྱེར་རྐང་ཐང་སྤྱོད་པའི་སློབ་གསོའི་སྤུས་ཚད་ཀྱི་ནད་དུག་འཇིགས་འདྲའི་ཐོབ་སྐལ་ཁོ་ནའི་ལག་ཏུ་ཤོར་བས། ཡིད་བཞིན་སྤུན་ཆེན་གཉིས་ཀྱི་ལུས་ཀྱི་སྐུའི་མཐོང་ལ་གནམ་ས་བླ་འོག་བསྒྱུར་བ་ལྟ་བུའི་ཁྱད་པར་བསྟོད་ཅིང་འཛམ་གླིང་ཤར་ནུབ་ཁྱབ་པ་ལྟ་བུའི་ཧེ་བག་ཞུ། ཁྱིམ་གྱི་ཕ་མ་ནི་སློབ་གྲྭའི་དགེ་རྒན། ཐ་ན་སློབ་གྲོགས་ཤིས་པ་འཚེམ་ཅན་ཡིད་བཞིན་ལ་གདུང་ཞིང་ཡིད་བཞིན་ལ་བསུན། ཡིད་བཞིན་ལ་སྙེས་ཤིང་ཡིད་བཞིན་ལ་འཁོན། སློབ་གྲྭ་གསར་བའི་སློབ་གསོའི་མཁའ་དབུགས་ཀྱིས་སྔར་བཞིན་དབྱི་ཞིན་གྱི་སློབ་སྦྱོང་གི་གནས་ཚུལ་ལ་འགྱུར་ལྡོག་དང་ཡར་སྐྱེད་འབྱུང་མ་ཐུབ་པར། ཁོའི་ནང་སེམས་ཀྱི་དྲན་པའི་སྟེང་དུ་གདུང་བ་དང་སྡུག་གི་རྨ་ཁར་ཚ་ཁུལ་དང། དགེ་རྒན་རྣམས་ཀྱི་སྔ་ཕྱིའི་སྔ་དྲགས་ཀྱི་ཉམས་འགྱུར་དང་གདེང་སྡུག་གི་མིག་ཟུང། ཞིབ་ཚགས་མེད་པའི་གཟབ་མཆོར་གྱི་རྣམ་འགྱུར། ཉེས་ཆད་དང་འཇིགས་སྐུལ་གྱི་བསྟར་ཤུགས་ཁོ་ན་ཕྱོགས་མཐའ་བཟང་བས་རྒྱང་རིང་གི་བཅའ་སྡོད་སློབ་ཆུང་དེའང་ཡ་ང་སྙིང་རྗེའི་དྲལ་ཞིང་བྱམས་བརྩེའི་དྲུང་འཁོལ་དབེན་པའི་མི་ནག་གི་འགྱིག་ཁོར་ཡུག་ཅིག་ཏུ་གྱུར། ཁོར་ཡུག་དེའི་རྐྱེན་གྱིས་བུ་ཆུང་ཡེ་ཤེས་ཡང་ཤི་གསོན་གྱི་རེ་ཐག་ཆད་པའི་འཇིག་རྟེན་དཀར་ནག་གི་སྔོག་གདངས་ཤ་ཚ་མོ་ཞིག་གམ། སྣུམ་བསིལ་གྱི་མར་མེ་བཞིན་གཟིམ་ཁྲིའི་མཐའ་ཅན་དུ་འགྱུར་ལ་ཉེ་སྐབས། དུས་ཐོག་ཆར་བ་ལྟ་བུའི་ཉུང་ཤས་སེལ་བའི་དགེ་རྒན་ཞིག་དབྱི་ཤིན་ཅེན་མགོན་དང་སྐྱབས་དང་དཔང་ཉིན་དམ་པར་བྱོན་པས། དབྱི་ཤིན་ལ་སྔ་ན་མེད་པའི་གསུང་ཞིག་རྗེས་ཤིང་ཕུགས་བསམ་གྱི་གཤོག་པ་ཐོགས། དགེ་རྒན་ཉུང་གིས་རང་སྲས་ནི་ལུས་ཀྱི་ཤི་བ་བཞིན་སྟོར་ཏེ་ཤི་བའི་ཐུན་མོང་མ་ཡིན་པའི་ནུས་པ་དང་ཁྱད་ཆོས་དགའ་ཕྱོགས་གཅིག་ལ་དཔག་པ། གང་ལ་གང་འཚམ་དེ་ལ་དེར་སྟོན་པ་ཞེས་པའི་རང་དབང་དང་རང་བཞིན་གྱི་འཕེལ་རྒྱས་ལ་སྐུལ་འདེད་ནན་གྱིས་བཏང་བས། མཐའ་མཇུག་ཁྱིམ་གྱི་ཕ་མ་ནས་སློབ་གྲྭའི་དགེ་རྒན་ཐ་ན་སློབ་གྲོགས་བྱིས་པ་ཚུན་ཆད་ཀྱི་བརླན་པ་ཁ་ནག་གཅིག་ཏུ་འདོད་པའི་བུ་ཆུང་ཡིད་བཞིན་སློབ་གྲྭ་ཧྲིལ་བོའི་རི་མོ་འགྲན་བསྡུར་ལས་ཡོངས་སུ་འགྲན་རྒྱུལ་བྱུང་སྟེ་རྩེ་དང་ལྷུ་དང་གྱ་ནོམ་དུ་གྱུར། གློག་བརྙན་འདིར་ངོ་མཚར་བའི་གཏམ་རྒྱུད་ཀྱི་གསང་བ་ཅི་ཞིག་ཡོད་དམ། ཀློང་རི་བའི་སློབ་གསོའི་གནད་དོན་གང་དག་མཆིས་སམ། ངས་བསམ་ན་ཁྱོད་ནི་རླབས་ཆེན་གྱི་ཨ་ཕ་ཁེ་ལས་པ་ཞིག་ཡིན་ཡང་ཆོག། ཁྱོད་ནི་ངེས་སྟོན་གྱི་ཨ་མ་བྱང་སེམས་གཅིག་ཞེན་ཞིག་ཡིན་ཡང་བླ། ཁྱོད་ནི་འཁྱམ་འཕགས་ཀྱི་དགེ་རྒན་ཆེན་མོ་ཞིག་ཡིན་ཡང་རུང་སྟེ། ནམ་རྒྱུན་རྒྱ་ཆེ་ས་དང་གཏིང་ཟབ་ས། ཐག་རིང་ས་ཏག་ཏག་བླངས་ནས་རང་གི་དམིགས་འདུན་གྱི་འགག་ལྡོག་ས་དང་ཉག་ཕྲ་ས། བྱིས་པའི་ཚེ་ནོམ་དང་མ་རྩ་ལྟ་བུའི་ཐུན་མིན་གྱི་ནུས་པ་དང་ལྷན་སྐྱེས་ཀྱི་རིག་པ་ལྡོག་པའི་རྗེས་ན། ང་ཚོ་ལོ་རྒྱུས་ཀྱི་ཉེས་ཅན་དང་མི་རིགས་ཀྱི་གཤེད་མ་རུ་གྱུར་སོང་བ་མ་ཡིན་ནམ། ཞིབ་ཏུ་གསུམ་དང། འགྲན་རྩོད་དགོས་པའི་མི་ཡུལ་ནི་རྒྱུགས་ར་ཞིག་དང་འདྲ་ཡང་ང་ཚོའི་རྒྱུགས་ར་ནི་མིན་ཏེ། དེ་ནི་འཚོ་བའི་གདམས་པ་དང་སྒྱུ་རྩལ་གྱི་གདམས་པ། གནས་ལུགས་ཀྱི་གདམས་པ་བརྡར་བྱའི་འགར་ཁང་ཞིག་ཡིན།